ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་ཟླ་བ་བཅུ་གཉིས་པའི་ཚེས་པ་བཅོ་ལྔ་གཟའ་ཟླ་བའི་གསར་འགྱུར་ལེ་ཚན་ནང། སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་མོ་མཆོག་ནོ་བྷེལ་ཞི་བདེ་གཟེངས་རྟགས་བཞེས་མྱོང་མཁན་གྱི་རྒྱལ་སྤྱིའི་ལྷན་ཚོགས་ཐེངས་བཅུ་བཞི་པའི་ཐོག་ལྷན་ཞུགས་ཀྱིས། འཛམ་གླིང་ནང་ཞི་བདེ་བསྐྲུན་ཐབས་ཐོག་ལ་བཀའ་སློབ་གསར་བརྒྱད་སྩལ་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གོང་བློ་བཟང་སེང་གེ་མཆོག་བདུན་ཕྲག་གཉིས་ལྷག་ཙམ་གྱི་རིང་གཞུང་དོན་ཕྱོགས་པའི་ནང་གཏན་འཁེལ་དུ། ཆོས་རིག་བཀའ་བློན་པད་མ་ཆོས་འབྱོར་མཆོག་དང་ཕྱི་དྲིལ་བཀའ་བློན་སྡེ་དགེ་ཆོས་དབྱངས་མཆོག་རྣམ་གཉིས་སུ་ཝིས་དང་ཧྥ་རན་སོ་སོའི་ནང། ྋགོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་ཉི་ཤུ་ཚད་ལྔ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོར་ཕེབས་ཞུ་གནང་འདུག་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཉིན་མོ་ལྔའི་རིང་བོད་ཀྱི་དུས་སྟོན་ཞིག་བསྐོང་ཚོགས་གནང་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་འདི་ལོའི་འགྲོ་བ་མིའི་ཐོབ་ཐང་ཉིན་མོར། བོད་ནང་ཤེས་ཡོན་ཐོབ་ཐང་གི་ཐོག་ལ་དམིགས་བསལ་སྙན་ཐོ་ཞིག་འདོན་སྤེལ་གནང་འདུག་སེམས་རྒྱུད་ཞིབ་ཕྲ་རིམ་པས་གཟིགས་རོགས་གནང། སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ཨི་ཏི་ལི་རྒྱལ་ས་རོམ་ན་སྐོང་འཚོགས་གནང་བའི་ནོ་བེལ་ཞི་བདེ་གཟེངས་རྟགས་བཞེས་མྱོང་མཁན་གྱི་རྒྱལ་སྤྱིའི་ལྷན་ཚོགས་ཐེངས་བཅུ་བཞི་པའི་ཐོག་ལྷན་ཞུགས་ཀྱིས་ཞི་བདེ་དེད་པོའི་རྣམ་པ་དང་ལྷན་བགྲོ་གླེང་ཁག་ལ་ལྷན་ཞུགས་མཛད་འདུག་རྩ་བའི་ལྷན་ཚོགས་འདི་བཞིན་དེ་སྔོན་ལྷོ་ཨ་ཧྥི་རི་ཀར་འཚོགས་རྒྱུ་བྱས་ཀྱང་ལྷོ་ཨ་ཧྥི་རི་ཀའི་གཞུང་ནས་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཐོངས་མཆན་མ་འབུལ་བར་བརྟེན་ཞི་བདེ་གཟེངས་རྟགས་བཞེས་མཁན་རྣམས་ནས་ཚོགས་འདུར་མཉམ་ཞུགས་གནང་རྒྱུའི་ཕྱིར་འཐེན་གནང་སྟེ། ཚོགས་འདུ་འཚོགས་ཐུབ་མེད་པ་རེད། བྱས་ཙང་ལྷན་ཚོགས་འདི་ཨི་ཏི་ལི་རྒྱལ་ས་རོམ་ན་ཚེས་པ་བཅུ་གཉིས་ནས་བཅུ་བཞི་བར་འཚོགས་ཡོད་པ་རེད། ལྷན་ཚོགས་སྐབས་ལྷོ་ཨ་ཧྥི་རི་ཀ་མང་གཙོ་གྱུར་ནས་ལོ་ངོ་ཉི་ཤུ་ཕྱིར་དྲན་གྱི་ཞི་བདེ་དང་མང་གཙོ། དེ་བཞིན་ཡུན་གནས་ཐུབ་པའི་འགྲོ་བ་མིའི་འཕེལ་རྒྱས་ལ་མཁོ་བའི་དོན་དམ་གྱི་ཞི་བདེ། ཞི་བདེ་གནས་པ་དང་དམག་འཁྲུག་འགོག་པ་སོགས་ཀྱི་བརྗོད་གཞི་ཁག་རེད་འདུག་བགྲོ་གླེང་ཐོག་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་འཚེ་མེད་ཞི་བའི་དུས་རབས་ཤིག་ཡོང་ཐབས་དང་འགྲོ་བ་མིའི་བཟང་སྤྱོད་སྐོར་ལ་བཀའ་སློབ་རྒྱ་ཆེ་སྩལ་ཡོད་པ་རེད། ཁོང་མཆོག་གིས་བགྲོ་གླེང་ཚོགས་ཐེངས་ཁག་གྲུབ་ནས་ལྷན་ཚོགས་སུ་བཅར་བའི་ཞི་བདེ་གཟེངས་རྟགས་བཞེས་མཁན་གྱི་དབུ་ཁྲིད་རྣམ་པ་དང་ལེན་ཟུར་མཇལ་ཡང་མཛད་ཡོད་པ་རེད། ཚོགས་ཆེན་མཇུག་སྒྲིལ་ཉིན་མོར་ལྷན་ཚོགས་ནས་གསར་འགོད་ལྷན་ཚོགས་ཤིག་ཀྱང་སྐོང་ཚོགས་གནང་འདུག། ཡང ྋགོང་ས་མཆོག་གིས་རྒྱལ་ས་རོ་ཝུམ་ནང་ཡུལ་གྲུ་གང་ས་ནས་འབྱོར་བའི་གཞོན་སྐྱེས་ཀྱི་འགོ་ཁྲིད་ཟབ་སྦྱོང་ཐོག་ལ་ཡང་ཆིབས་སྒྱུར་གྱིས་བཟང་སྤྱོད་སོགས་ཀྱི་སྐོར་ལ་བླང་དོར་བཀའ་སློབ་སྩལ་འདུག་པ་དང། དེ་བཞིན་ཡོ་རོབ་ཡུལ་གྲུ་གང་ས་ནས་འབྱོར་བའི་བོད་རིགས་དང་བོད་དོན་རྒྱབ་སྐྱོར་བ་བཅས་ལ་བཀའ་སློབ་ཡང་སྩལ་འདུག་སྐབས་དེར ྋགོང་ས་མཆོག་གིས་གཙོ་བོ་བོད་མི་རིགས་ཀྱི་སེམས་ཤུགས་དེ་མ་ཉམས་པ་བྱེད་རྒྱུ་ཧ་ཅང་གལ་ཆེན་ཡིན་པའི་བླང་དོར་བཀའ་སློབ་སྩལ་འདུག ྋགོང་ས་མཆོག་ཨི་ཏི་ལི་མཛད་འཕྲིན་ཁག་གྲུབ་ནས་ད་རིང་དགོང་མོ་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆབ་སོར་འཁོད་ཀྱི་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཁྱོང་བློ་བཟང་སེང་གེ་མཆོག་ཟླ་བོ་འདིའི་ཕྱི་ཚེས་བཅུ་བཞི་ནས་སྤྱི་ཟླ་དང་པོའི་ཚེས་གཅིག་བར། རྒྱ་གར་གྱི་རྒྱལ་ས་ལྡི་ལི་དང་ལྷོ་ཕྱོགས་ཁུལ་གོ་བ་དེ་བཞིན་མོན་གྷོ་དང། ནུབ་ཨེ་ཤི་ཡའི་རྒྱལ་ཁབ་ཨི་ཟི་རེལ་བཅས་སུ་གཞུང་དོན་ཕྱོགས་ཕེབས་གནང་རྒྱུ་རེད་འདུག་དང་ཐོག་སྲིད་སྐྱོང་མཆོག་གིས་ལྡི་ལིར་ཧི་མ་ལའི་དུས་སྟོན་གྱི་མཇུག་བསྡོམས་མཛད་སྒོར་གསུང་བཤད་དང། གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་རྒྱུ་རེད་འདུག་དེ་ནས་འགོ་བར་རྒྱ་གར་ཉམས་ཞིབ་བསྟི་གནས་ཁང India Foundation ཞེས་པའི་གོ་སྒྲིག་གནང་བའི་རྒྱལ་སྤྱིའི་དབུ་ཁྲིད་ཀྱི་ལྷན་ཚོགས India Ideas Conclave བྱ་བར་མཉམ་ཞུགས་དང་གསུང་བཤད་གནང་རྒྱུ་ཡིན་པ་རེད། དེ་ནས་ནུབ་ཨེ་ཤེ་ཡའི་རྒྱལ་ཁབ་ཨི་ཟི་རེལ་དུ་བོད་དོན་རྒྱབ་སྐྱོར་ཚོགས་པས་གོ་སྒྲིག་གནང་བའི་ཚོགས་འདུར་ཕེབས་ཞུགས་དང་གྲོས་ཚོགས་འཐུས་མི་ཁག་ཅིག་གཅེས་སྤྲས་གནང་རྒྱུ་དེ་རྗེས་རྒྱ་གར་ལྷོ་ཕྱོགས་མོན་གྷོར་བོད་མི་གཞིས་ཆགས་སུ་ན་གཞོན་ནུས་བོད་ལས་གཞི་ཚོགས་ཆེན་གྱི་དབུ་འབྱེད་མཛད་སྒོར་གསུང་བཤད་དང་ས་གནས་མང་ཚོགས་ལ་དབུ་མའི་ལམ་གྱི་སྲིད་བྱུས་སྐོར་གསུང་བཤད་གནང་རྒྱུ་སོགས་ཀྱི་ལས་རིམ་འདུག་ཡང་ཟླ་བ་འདིའི་ཕྱི་ཚེས་བཅོ་གསུམ་ཉིན་བོད་མི་སྒྲིག་འཛུགས་ཀྱི་ཆོས་རིག་བཀའ་བློན་པད་མ་ཆོས་འབྱུང་མཆོག Swiss ནང་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་ཉི་ཤུ་ཟད་ལྔ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོའི་ཐོག་ཕེབས་བཞུགས་ཀྱིས་མང་ཚོགས་ལ་གོང་ས་མཆོག་གི་བཀའ་སློབ་རྣམས་སེམས་ལ་བཞག་པའི་ཐོག་ནས་ནང་ཆོས་ལ་དོ་སྣང་དང་བོད་མི་ནང་ཁུལ་འཆམ་མཐུན་བྱེད་དགོས་སྐོར་གསུངས་འདུག་དེ་བཞིན་སྐབས་དེར ྋགོང་ས་མཆོག་གི་སྐུ་ཚེའི་མཛད་འཕྲིན་དང་བོད་ཀྱི་དེ་སྔ་དང་ད་ལྟའི་གནས་བབ། དེ་བཞིན་བོད་ཀྱི་ནང་ཆོས་སོགས་ཀྱི་སྐོར་ལ་པར་རིས་འགྲེམས་སྟོན་ཞིག་གོ་སྒྲིག་གནང་ཡོད་པ་དེར་བཀའ་བློན་མཆོག་གིས་དབུ་འབྱེད་གནང་བ་དང། སློབ་ཕྲུག་ཁག་ཅིག་ལ་བོད་ཡིག་ཡིག་ཚད་གྲུབ་འབྲས་ལེགས་བརྩོན་གྱི་བྱ་དགའ་ཡང་སྩལ་གནང་འདུག། ཧྥ་རན་སི་རྒྱལ་ས་པེ་རི་སི་ནང་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་ཉི་ཤུ་ཟད་ལྔ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོའི་ཐོག་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་བདེ་སྐྱིད་ཆོས་དབྱངས་མཆོག་དང་ཧྥ་རན་སི་གྲོས་ཚོགས་འཐུས་མི་སྐུ་ཞབས་ཨོན་ཏི་རེ་གྷ་ཏི་ལིན་སོགས་ས་གནས་གནས་ཡུལ་གྱི་མི་སྣ་ཁག་ཅིག་ཕེབས་གནང་འདུག་མཛད་སྒོར་བཅར་མཁན་བོད་མི་བདུན་བརྒྱ་ཙམ་ཡོད་པ་རྣམས་ལ་བཀའ་བློན་མཆོག་གིས་སོ་སོའི་སྐད་ཡིག་དང་རིག་གཞུང་ལ་བདག་གཅེས་གནང་དགོས་པ་དང་མི་རབས་རྒན་པ་ཚོས་རང་གི་ཆོས་དང་རིག་གཞུང། སྐད་ཡིག་བཅས་པ་གཞོན་སྐྱེས་ཚོར་ངོ་སྤྲོད་ཀྱིས་མི་རབས་ནས་མི་རབས་རྒྱུན་འཛིན་བྱ་དགོས་པ་གསུངས་འདུག་ཡང་བཀའ་བློན་མཆོག་གིས་ཁུལ་དེའི་གྲོས་ཚོགས་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་ནས་བོད་ཀྱི་གནད་དོན་མུ་མཐུད་གླེང་སློང་དང་རྒྱབ་སྐྱོར་རག་ཐབས་སུ་ལས་འགུལ་ཇི་འདྲ་སྤེལ་དགོས་པའི་ཐོག་ལ་གོ་བསྡུར་ཡང་གནང་ཡོད་འདུག་ཟླ་བ་འདིའི་ཚེས་པ་བཅུའི་ཉིན་ནས་འགོ་འཛུགས་ཀྱིས་རྒྱ་བཟའ་ལྡི་ལི་ས་གནས Dili Haat ཞེས་པར། བོད་ཀྱི་དུས་སྟོན་ཞིག་ཚོགས་ཡོད་པ་རེད་དུས་སྟོན་དེ་བཞིན་བོད་མི་སྒྲིག་འཛུགས་དང་རྒྱ་གར་གྱི་མངའ་སྡེ་ཀར་ན་ཏྲ་ཀའི་གཡུལ་སྐོར་སྤྲོ་འཆམ་པ། ཚོགས་ཆུང་གཉིས་ཀྱི་མཐུན་འགྱུར་འོག་ལྡི་ལི་སྐུ་ཚབ་དོན་གཅོད་ཁང་དང་ལྡི་ལི་བསམ་ཡས་གླིང་ས་གནས་འགོ་འཛིན་ལས་ཁུངས་གཉིས་ཀྱིས་གོ་སྒྲིག་གནང་བ་ཞིག་རེད་འདུག་ལྡི་ལི་སྤྱི་ཁྱབ་བློན་ཆེན་ཟུར་བ་ཤི་ལ་ལྡིག་ཤིར་མཆོག་གིས་དུས་སྟོན་དབུ་འབྱེད་གནང་བ་དང། སྐབས་དེར་བོད་མི་སྒྲིག་འཛུགས་ཀྱི་ཆོས་རིག་བཀའ་བློན་བོན་པོ་བྱང་ཆུབ་མཆོག་དང་ལྡི་ལི་སྐུ་ཚབ་དོན་གཅོད་བཀའ་ཟུར་བསྟན་པ་ཚེ་རིང་མཆོག་དེ་བཞིན་མངའ་སྡེ་ཀར་ནཱ་ཀྲ་ཀའི་གཞུང་འབྲེལ་གནད་ཡོད་མི་སྣ་ཁག་ཅིག་ཡང་ཕེབས་འདུག་དུས་སྟོན་དེར་བོད་ཀྱི་ལག་ཤེས་དང་སྒྱུ་རྩལ་རིག་གཞུང་འཁྲབ་སྟོན་རྡོ་བཙུན་དཀྱིལ་འཁོར་བཞེངས་བསྐྲུན། དེ་བཞིན་བོད་དོན་དང་འབྲེལ་བའི་པར་རིས་འགྲེམས་སྟོན་སོགས་གནང་ཡོད་པ་མ་ཟད། བོད་ཀྱི་ནང་ཆོས་དང་སྨན་རྩིས་སོགས་ཀྱི་ཐོག་ལ་གཏམ་བཤད་དང་བོད་དོན་དངོས་བྱུང་གློག་བརྙན་ཡང་གཟིགས་འབུལ་ཞུས་ཡོད་པ་རེད། དུས་སྟོན་དེ་ནི་རྒྱ་བོད་བཀའ་དྲིན་རྗེས་དྲན་གྱི་ལས་རིམ་ཞིག་ཡིན་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་འདི་ལོའི་འགྲོ་བ་མིའི་ཐོབ་ཐང་ཉིན་མོར། བོད་ནང་ཤེས་ཡོན་ཐོབ་ཐང་གི་ཐོག་ལ་དམིགས་བསལ་སྙན་ཐོ་ཞིག་འདོན་སྤེལ་གནང་འདུག་སྙན་ཐོ་དེའི་ནང་གཙོ་བོ་བོད་ནང་གི་བོད་པའི་ཕྲུ་གུ་ཚོའི་ཤེས་ཡོན་གནས་སྟངས་དང། ལྷག་པར་དུ་བོད་མི་རྣམས་ལ་རང་གི་སྐད་ཡིག་བེད་སྤྱོད་བྱས་པའི་རང་དབང་མེད་པར་རྒྱ་སྐྱེད་ལམ་ནས་སློབ་ཁྲིད་བྱེད་རྒྱུའི་སྲིད་ཇུས་ལག་བསྟར་བྱེད་བཞིན་པ་སོགས་ཀྱི་གནད་དོན་ཁག་བཀོད་ཡོད་པ་རེད་འདུག། ད་ལྟ་བོད་ནང་གི་ཤེས་ཡོན་ལམ་ལུགས་སྐོར་ལ་རྣམ་པ་ཚོས་སྙན་ཐོ་ཞིག་བཏོན་གནང་ཡོད་རེད་ཉེ་ཆར། ད་སྙན་ཐོ་འདི་གི་ནང་དོན་གཙོ་བོ་འདི་ག་རེ་རེད་དེ་གཅིག་ངོ་སྤྲོད་གནང་རོགས་གནང།
ད་ལྟ་ང་ཚོས་བོད་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་ངོས་ནས་སློབ་གསོའི་རང་དབང་འགའ་ལ་དམིགས་བསལ་སྙན་ཐོ་ཞིག་བཏོན་ཡོད། དམིགས་བསལ་སྙན་ཐོ་དེ་ནང་ལོགས་ལ་ང་ཚོས་ཀྱི་ད་གཙོ་བོ་དེ་ད་ལྟ་བོད་ནང་ལོགས་ལ་ད་ལྟ་དཀའ་ངལ་འཕྲད་བཞིན་པའི་ཀྱི་སློབ་གསོའི་དང་འབྲེལ་བ་ཡོད་ཀྱི་དཀའ་ངལ་འཕྲད་བཞིན་པའི་ཀྱི་གནད་དོན་ཁ་ཤས་བརྗོད་ཡོད། དཔེར་ན་ཆ་ཤས་ན་སྐད་ཡིག་གཉིས་ཐོག་ལ་སློབ་གསོ་ཁྲིད་ཡས་ཀྱི་ད་ལྟ་སྲིད་ཇུས་གསར་བ་ཅིག་ད་ལག་བསྟར་ཆེ་ཡ་གི་བེད་སྤྱོད་བྱེད་བདེ་བའི་རེ་ཁ་ཤས་ལ་ལག་བསྟར་བྱས། བྱེད་དང་བྱེད་བཞིན་པའི་གི་གནས་ཚུལ་གི་ཁ་ཤས་ཤིག་འདུག་ད་ག་ན་ཞིག་ནི། བོད་པའི་གི། སློབ་ཕྲུག་དེ་ཚོ་སློབ་གྲྭ་འགྲོ་ངེས་ཀྱི། ཕྲུ་གུ་དེ་ཚོ་ལ་ནི་སོ་སོའི་གི་རིག་གཞུང་དང་སྐད་ཡིག་དང་ཁོར་ཡུག་དང་འཚམ་པ་ཅིག་གི་ནི་སློབ་གསོ་སྤྲད་ཡ་ཆུ་ར། དེ་གས་དང་ཡང་འབྲེལ་བ་ཡོད་པའི་གི་དཀའ་ངལ་ག་རི་ག་རི་འཕྲད་ཀྱི་ཡོད་མེད་དང།

རྗེས་སུ་ག་ལི་ག་ལི་བྱས་ནས་རྩ་ལག་འགྲོལ་བས་ཀྱི་ཉེན་ཁ་ཅིག་སླེབས་ཏེ་བཞག། གཉིས་བ་དེ་རྒྱ་ནག་གཞུང་གིས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ལོ་དེ་བ་ཅིག་ལ་ཁོ་ཚོས་ཀྱི་སྲིད་ཇུས་འགྱུར་བ་བཏང་ཆེད་སློབ་གསོའི་སྲིད་ཇུས་དེ་འགྱུར་བ་བཏང་ཆེད་གྲོང་གསེབ་དང་ཞིང་འབྲོག་ཁུལ་དེ་བ་བོད་པའི་ས་ཁུལ་དེ་བ་ལ་སློབ་གྲྭ་མང་པོ་ཅིག་སྒོ་བརྒྱབ་ཆེད། ཐབས་ཧ་ལམ་འགྲོ་སློབ་གྲྭ་ཚང་མ་འགྲོ་ཅིག་ཐག་མང་པོ་ཅིག་སྒོ་རྒྱག་ཡོད་རེད་ཁོང་ཚོས་སྒོ་རྒྱབ་བྱས་ཨ་ནི་སློབ་གྲྭ་འདི་གའི་དེ་ཨ་ནི་རྫོང་དང་ད་ད་གྲོང་ཁྱེར་དེ་བ་ལ་ཨ་ནི་སློབ་གྲྭ་བཙུགས་བྱས་ཨ་དེའི་གི་ཨ་ནི་ད་ད་ཞིང་འབྲོག་ཁུལ་ནང་ལོ་ལ་ཨ་ནི་སློབ་གྲྭ་འགྲོ་ངེས་ཀྱི་སློབ་ཕྲུག་གི་གྲངས་འབོར་དེ་ཧ་ཅང་གི་ཉུང་རུ་འགྲོ་ཤག་ད་དེ་ང་ཚོའི་གི་ཤེས་ཀྱོག་གས་མ་རེད་དེ་རྒྱ་ནག་གཞུང་རྒྱ་ནག་རྒྱ་ནག་ནང་ལོ་ལ་ཨ་ནི་རྒྱ་མི་རིགས་ཁོ་རང་ཚོས་གི་སློབ་གསོ་ག་ལ་ཉམས་ཞིབ་བྱེད་ངེས་ཨ་ནི་སློབ་གསོ་ག་ལ་ད་མཁས་དབང་མང་པོ་ཅིག་གིས་ཉམས་ཞིབ་བྱིས་བྱས་དུ་སུ་ཕ་ཁོ་རང་ཚོ་གི་སེའུ་སེ་རྐྱང་ཅིག་ཤི་ཤེས་ཡོད་རེད་འདི་སློབ་གསོ་ད་ད་གྲོང་གསེབ་ཁུལ་ལ་ཨ་ནི་སློབ་གྲྭ་འགྲོ་ངེས་ཀྱི་སློབ་ཕྲུག་གྲངས་པོ་མང་ཉུང་རུ་འགྲོ་ཡ་དེ་ཨ་ནི་ཐད་ཀ་ཨ་ནི་གྲོང་གསེབ་ནང་ལོགས་ལ་སློབ་གྲྭ་སྒོ་རྒྱག་ཡ་དང་འབྲེལ་བ་འདུག་ལ་ཨོ། ད་ད་ཁྱེད་རང་གིས་གསུང་བ་ནང་བཞིན་རེད། ཕན་བདག་བོད་པའི་གིས་དེ་གཅིག་གྲོང་ཁྱེར་ཁག་ལ་སློབ་གྲྭ་དེ་ཚོ་བཙུགས་ཡ་དང་ནི་གྲོང་སྲས་ཁུལ་ལ་སློབ་གྲྭ་གཅིག་སྒོ་རྒྱག་ཡ་དང་དེ་འདྲའི་གནས་སྟངས་སླེབས་དུས་ད་སྤྱི་ཡོངས་ཀྱིས་ད་བོད་པའི་ས་ཆ་ནང་ལོ་ལ་ཨ་ནི་བོད་པ་པོ་དེ་ཚོ་ལ་གཅིག་ཤེས་ཡོན་གྱི་གོ་སྐབས་ཀྱི་གནས་སྟངས་ག་འདྲས་ཆགས་ཡོད་རེད་ད་ས་ཆ་ས་ཆ་གང་ཚ་བརྩི་དུས། ལའང་ད་ད་ལྟ་ཞིང་འབྲོག་ཁུལ་དུ་བ་ལ་ད་གྲོང་སྲས་ནང་ལོ་ལ་སློབ་གྲྭ་མང་པོ་གཅིག་སྒོ་རྒྱག་དུས་ཙམ་བ་ལ་ཨ་ནི་ཞིང་འབྲོག་ཁུལ་གྱི་སློབ་གྲྭ་འགྲོ་མཁན་གྱི་སྤུ་གུ་དེ་ཚོ་ད་སློབ་གྲྭ་འགྲོ་ཡ་གི་ཚེ་ཚད་ལ་སླེབས་འགྱོ་གི་ལོ་ལོ་ལོ་ཚད་ལ་སླེབས་འགྱོ་གི་སྤུན་མང་པོ་ཅིག་ལ་ཨ་ནི་སློབ་གྲྭ་འགྲོ་ཡ་གི་གོ་སྐབས་དེ་ད་ཉུང་རུ་འགྲོ་འགྱོ་གི་ད་ང་ཚོས་ཉམས་ཞིབ་བྱེད་ནས་འདུག་ཅིག་མཐོང་སོང། ད་འདི་གི་ཨ་ནི་གཉིས་བ་དེ་ཨ་ནི་ཁོ་རང་ཚོ་གི་ད་གལ་སྲིད་སློབ་གྲྭ་འགྲོ་ཐུབ་བ་རེ་ཞིག་ནས་གི་གྲོང་སྐད་དེ་བ་བཏང་བ་རེ་ཞིག་ནས་གི་ཨ་ནི་སློབ་སྦྱོང་སྤྲེལ་སྟངས་ཀྱི་སློབ་གསོ་སྤྲེལ་སྟངས་གང་ལ་ང་ཚོ་ལྟ་དུས་ཙམ་པ་ལ་ཨ་ནི་ཅིག་ག་ལ་འོ་རེད། ཀློག་སྟེགས་འདི་ཚོ་ནང་ང་ཚོ་ལྟ་དུས་འཛོམས་པ་ལ་བོད་པའི་གི་རིག་གཞུང་དང་ཆོས་དང་དེ་གས་མང་པོ་ཅིག་ཁོང་ཚོས་གི་མེད་བ་བཟོས། འདི་ནང་ལོག་མ་བླུག་ཨ་ནི་གང་ཅེས་ཡང་ག་ཤེད་བླུག་ཡོད་ནས་གི་འདི་ཚོ་ཚང་མ་འབྲེལ་བཤད་ལོག་པ་རྒྱབ་བྱས། གང་ཅེས་སློབ་སྦྱོང་ལས་དེ་གི་དམིགས་ཡུལ་བྱུ་ར་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ངོས་ནས་ད་སློབ་སྦྱོང་ལས་དེ་སློབ་གསོ་ལ་ན་ག་འདྲེ་ཅིག་ལ་ལག་ཡོད་བ་དེ་འབྲེལ་བཤད་དེ་ད་བད་ལྡོག་འཇོག་འགྲོ་བྱས་ཨ་ནི་གཞུང་རང་གི་ལྟ་བ་གཅིག་རང་གཅིག་མ། ཨ་ཅིག། བཙན་དབང་ཐོག་ནས་སྤུའུ་ཡི་ཀླད་པ་ལ་བསླུ་བྱས། ག་བྱས་ད། གང་ཟག་ཅིག་རྒྱ་མི་རིགས་ཀྱི་ཅིག་ངོ་བོ་ལ་འགྱུར་རལ་གྱི་དེ་འདྲས་ཀྱི་ད་ཇུས་ངན་ཅིག་སྟོན་རྒྱོ་ཅིག་ང་ཚོས་ཀྱི་དུས་སུ་མཐོང་སོ་ལངས། ད་རྒྱ་ནག་གཞུང་གི་ད་ལྟ་དེ་ཤེས་ཡོན་གྱི་ལམ་ལུགས་གང་ལ་དེ་ལམ་ལུགས་ཁྲི་སྟངས་དེ་གི་རྒྱལ་སྤྱིའི་ཁྲིམས་མ་ཟད་རྒྱ་ནག་གཞུང་ཁོ་རང་གི་ཁྲིམས་ལ་ད་ན་སློབ་ཕྲུག་ཚོ་གི་ཐོབ་ཐང་ལ་ནི་རྡོག་རོལ་བཏང་གི་ཡོ་བ་དེ་འདྲས་ཅིག་ག་འདྲས་ཟེར་གྱོ་ན་དེ་གང་ལ། ལ། ད་རྒྱལ་སྤྱིའི་གི་ཁྲིམས་ནང་ལོ་ལ་ད། མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་འབེབས་བྱེད་འོས་ཀྱི་ཨ་ནི་བྱིས་པའི་ཐོབ་ཐང་ནང་ལོ་ལ་ང་ཚོ་ལྟ་བ་ར་ཤི་ན། གསལ་བོ་ཞུ་ཤེས་ཡོད་རེད་དེ་ནི་མ། ད་ག་ན་ཤི་གི་ཨ་ནི། ད་ལྟ། དེ་རྒྱལ་སྤྱིའི་གི་ཡང་ཁྲིམས་ཡིག་གཞན་པ་ཁ་ད་མང་པོ་ཅི་ལ་འདུག་སློབ་གསོ་གི་རང་དབང་ལ་ན་ག་འདྲེ་ཅི་ལ་ངོས་འཛིན་བྱེད་ཡོད་ཨ་དེ་གསལ་བོ་ཤེས་ཡོད་རེད། ད་རྒྱ་ནག་གཞུང་གི་ཡང་ད་ལག་བསྟར་བྱེད་ཨ་དེ་མང་པོ་ཅི། རྒྱལ་སྤྱིའི་ཁྲིམས་མང་པོ་ཅིག་ད་རྡོག་རོལ་ཅིག་འགྲོ་གི་ཡོད་བ་དེ་སེའུ་ཅིག་ང་ཚོ་ད་མང་པོ་ཅིག་མཁྱེན་ད་མཁྱེན་ད་བྱེད་པར་ད་དམིགས་བསལ་ད་ད་རྒྱ་ནག་ཁོ་རང་སུ་གི་ཁྲིམས་ཡོར་བ། ད་རྒྱ་ནག་ཁོ་རང་སུ་གི་རྩ་ཁྲིམས་འདྲ་བོ་ཅིག་ལ་ལྟ་བར་བྱ། དེ་མ་ཟད་དེ་ལས་གལ་ཆེ་བ་གྲངས་ཉུང་མི་རིགས། མི་རིགས་ས་གནས་རང་སྐྱོང་ཁ་ཅིག་ཁྲིམས་ཅིག་ཡོར་བ། དེ་འདྲ་བོ་ཅིག་ལྟ་བར་བྱེད་ན་རྒྱ་ནག་གཞུང་གིས། ད་དེ་མང་པོ་ཅིག་ང་ཚོའི་གི་དོ་སྣང་ཅིག་སླེབས་མི་འདུག་ཟླ་གཉིས་སྟོང་གཅིག་ལྟ་བུ་ཅིག་ལ་ཆགས་བཞག་འོད་ན་རྒྱ་ནག་གཞུང་གིས་མི་རིགས་ས་གནས་རང་སྐྱོང་གི་ཁྲིམས་འདི་བསྐྱར་བཅོས་བྱེད་ཆེད། དོན་ཚན་སུམ་ཅུ་སོ་བདུན་ནང་ལོག་ཁོང་ཚོ་བསྐྱར་བཅོས་བྱེད་ཆེད་དེའི་ནང་ལོག་ལ་ཁོང་ཚོས་ག་རེ་བཤད་ཡོད་ལ་ན་ཨ་ནི། གཅིག་ག་ལ་འོ་རེད། སྤུ་གུ་ལ་རྗེས་མར་སློབ་གསོ་སྤྲད་དུས་ཙམ་པ་ལ་ཨ་ནི་སྐད་དེ་ཨ་ནི་མཐའ་མ་དེ་ཨ་ནི་ང་ཚོས་ཀྱི་རྒྱ་རྒྱ་སྐད་ཐོག་ནས་སྤྲད་ཡ་དེ་ཨ་ནི་ང་ཚོས་ཀྱི་ད་ལྟའི་གལ་ཆེན་པོ་ཅིག་བརྩི་འོ་རེད་ཟེར་ན་འདུག་བསྐྱར་བཅོས་བྱེད་བཞག་ད་ལྟའི་བྱེད་དུས་ཙམ་པ་ལ། ད་ལྟ་མི་རིགས་ས་གནས་རང་སྐྱོང་ལ་ནི་སྙེ་མ་དང་པོ་གཏན་འབེབས་བྱེད་དུས་ཙམ་པ་ལ་ད་མང་པོ་ཅིག་ཤེས་ར་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བཞི་ལ་ཁོང་རང་ཚོ་གཏན་འབེབས་བྱེད་དུས་ཙམ་པ་ད་གྲངས་ཉུང་མི་རིགས་ལ་ཁོང་རང་ཚོ་གི་སོ་སོའི་སྐད་ཡིག་དེ་ཚོ་ཨ་ནི་མི་ཉམས་གོང་འཕེལ་བྱས་ཀྱི་རང་དབང་ཡོད་ཐོབ་ཐང་ཡོད་ས་ནས་རིག་གཞུང་དེ་ཚོ་གཅེས་འཛིན་བྱེད་ཡ་ད་མང་པོ་ཅིག་ཤེས་རེད་དེ་སྐད་ཚང་མ་དེ་ད་ལྟ་བསྐྱར་བཅོས་བྱེད་ཀྱི་ཉིས་སྟོང་གཅིག་གི་བསྐྱར་བཅོས་བྱེད་ཡོ་དེ་གི་ཚང་མ་མེད་བ་ཅིག་ནུས་པ་མེད་བ་ཅིག་བཟོས་བཞག་ཡོ་རེད་བྱས་ཙང་ཀ་ཨ་ནི་སློབ་གསོ་སྤྲད་དུས་ཙམ་པ་ལ་ཨ་ནི་སྤུ་གུ་འདི་ཚོ་ལ་རང་དབང་ཅེས་མེད་ཕ་མ་འདི་ཚོ་ལས་ཐ་ན་ཕ་མ་ལས་ཡི་རང་དབང་མེད་ཐ་ན་བོད་པའི་གི་དགེ་རྒན་རྣམ་པ་ལས་ཡི་རང་དབང་མེད་ཅེས་ད་བོད་པའི་བོད་ཡུལ་བསླབ་ངའི་དགེ་རྒན་འགྲོ་ཅིག་ན་དེང་སང་བོད་པའི་ས་རྒྱུས་ནང་ལོག་ལ་བོད་ཡུལ་བསླབ་ངའི་དགེ་རྒན་ཡིན་ན་མཐོང་མེད་སྐྱོ་ཆ་ཡ་ད་ད་ག་ན་ཞིག་གི་ཁོང་ཚོས་གི་ག་ལི་ག་ལི་ད་ཁོང་ཚོས་ད་ཅིག་ཅིག་འདི་ནང་ལོག་སློབ་གསོའི་གི་སྒྲོམ་གཞི་ནང་ལོག་ལ་ཁོང་ཚོས་ཅིག་ཅིག་ནུས་པ་མ་བསུ་ནས་གི་ད་ག་ལི་ག་ལི་ཉུང་རུ་འགྲོ་ཡ་ད་འདི་འདྲའི་དཀའ་ཉེན་མང་པོ་ཅིག་ཁྲིད་དེ་ཤ་ནའོ།

ཚང་ཚིང་རྟེན་འབྲེལ་བྱེད་པ། ལས་གཞི་གསར་པ་འགོ་བརྩམས་པ། ཁྱིམ་ཚང་གསར་པ་བཟུང་བ་དང་སྦྱིན་སྲེག་བྱེད་པ་རབ་ཏུ་བྱུང་བ་རྒྱུ་ནོར་ཕྱིར་གཏོང་བ་དུས་བཞིན་དུ་སྨན་སྦྱོར་བྱེད་པ་སོགས་ངན་པས་འཛེམ་པ་གནང་དགོས། ཁྱད་པར་དུ་དེའི་ཉེས་དམིགས་དམག་རྒྱལ་རྣམས་ཀྱི་དམག་དྲངས་བ་དང་ཁ་མཆུ་རྩོད་པ་བརྒྱབ་པ་དེ་བཞིན་དུ་ཁྲིམས་ལ་ཞུ་གཏུག་བྱེད་པའི་ལས་ལ་ཤིན་ཏུ་ངན་པས་ངེས་པར་དུ་འཛེམ་པ་གནང་དགོས་ཐུགས་རྗེ་ཆེ། ལྷན་རྒྱས་སྐུ་ཁམས་བཟང་བོད་ཟླ་བཅུ་བའི་ཚེས་ཉི་ཤུ་ལྔ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་མིག་དམར་དང་རིམ་གྲོ་ཟླ་སྐར་དབོ་འཛུགས་འགྲོས་མེད་ལུང་འཕྲོད་ཅུང་བཟང་ནའང་ལུང་འདིའི་དག་ཆོག་རྫོགས་བ་ཁོ་ན་ལས་ཞག་ངལ་ཁེལ་བས་བར་མ་གཏོང་ལེན་དང་ཆང་སྲིན་རྟེན་འབྲེལ་བཅས་པ་ཁང་པ་གསར་པ་སྤོ་བ་ནོར་འཚུབ་ལེན་པ། ཚེ་གཡང་འགུགས་སོགས་ལ་ངན་པ་མ་ཟད་ཡང་དེའི་གཉིས་བསྲེག་རྫས་ཀྱང་ཁྱེར་བ་དང་སྦིར་སྦྲུལ་རྒྱུ་བའི་སྦྱིན་སྲེག་བྱེད་རྒྱུ་དང་ལས་པར་མེ་རྒྱག་རྒྱུ་དང་གཤག་བཅོས་བྱེད་རྒྱུ་སོགས་འཛེམ་པ་གནང་ན་བཟང་བ་ཡོད། གཞན་ཡང། ཁ་ཆེན་ལུས་སྟོན་རེའི་འགོ་འཛུགས་མ་བྱས་ན་ཡག་ཨ་ཡོད་དེ་ཡིན་ཉིན་གཉེན་གྱི་རྣམ་དགོས་གཉེན་སྒྲིག་བྱེད་པ་དང་གཉེན་ཚན་ལ་སྟོན་མོ་གནང་མི་རུང་བ་ཡིན་པས་འཛིན་པ་གནང་དགོས་ག་དེ་དེ་ཉིན་ལུས་སྟོན་རྣམས་མ་བྱས་ཀ་མེད་ཐུག་ན་བཞག་ངན་གྱི་གཏོར་ཆོས་སུ་སོ་སོའི་ནང་གི་སྒོ་བའི་གཡས་སུ་གཡུང་དྲུང་དང་གཡོན་དུ་ཉི་ཟླ་བྲིས་ལ་དེ་ཡིས་བཞག་ངན་གྱི་ཉེས་བ་ཐུབ་པར་གསུངས་པ་ཡིན་དེ་ཡིན་ཉིན་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་འདས་མཆོད་དགའ་ལྡན་སྔ་མཆོད་ཆེན་མོ་ཡང་ཡིན་པས་དགོངས་འཇགས་ཡོང་བ་ཞུ་ཐུགས་རྗེ་ཆེ།